དེ་ལྟ་གཙོ་བོའི་ཚིག་རེ་ཟིན་ན། ཕ་ཡི་ར་ཕྱི་ར་ཡོང་བའི་དག་རིན་གྱི་ཅིག། རང་གི་ཐུབ་ལུགས་ཀྱི་ཚོད་ཀྱི་ཅིག། བྱ་གཟུགས་ལས་ཅན་ཚེ་དུ་མུ་ཟི་གི་ཐུབ་ཀྱི་དག། འདི་གཙོ་བོ་བུད་མེད་ཀྱི་བཞག་པའི་བྱ་བ་ལས་ཅན་ཚེ་དུ་མུ་ཟི་ཡིན། དེ་གའི་ཚིག་རེ་ཟིན་ན་དེ་རང་གཙོ་བོ་གི་ཁ་བྱང་དེ་ད་སྤྱི་ཚོགས་ཁེ་ལས་བརྒྱུད་ནས་ད་གའི་ཞིང་གྲོང་གི་དཔལ་འབྱོར་དར་འཕེལ་བྱེད་ཅིག་དུ་མུ་ཟི་རེད། ད་འདི་ཡོང་དགོས་ཡིན་ན་སྤྱི་ཚོགས་ཁེ་ལས་ཀྱི་འདི་རུ། དེ་བྱ་བ་མ་ཟི་ལའི་ཁ་ན་བོ་ཚ་ཡིན་ན་ལ་ཤོག་ཁུ་རྒྱ་ས་ཡིན་ན་ཤོག་ཁུ་དེ་ད་ཚོ་ཡིན་ན་དེ་རྒྱལ་ནང་གི་ད་ཅིག་གི་ཅིག་ཅིག་མང་མང་ཤོས་ཀྱི་ཅིག་བྱ་བ་དུ་བུའི་ཞོགས་ཀྱི་དེ་སྤྱི་ཚོགས་ཁེ་ལས་ཀྱི་བྱ་བ་ལས་ཁ་ན་ད་གཙོ་བོ་དེ་རང་གི་གཙོ་བོ་གི་དེ་གཏམ་བཤད་ཀྱི་ནང་དོན་ན་ད་དེ་སྤྱི་ཚོགས་ཁེ་ལས་ད་ཆི་མོ་ཟེ་ཡིན་ན། འདི་རང་གི་ས་ཆ་གི་དེའི་ཐོན་ཁུངས་དང་མཉམ་སྒྲུབ་བྱས་ནས་དང་རང་གི་ཅིག་ཐུབ་ཚད་ཀྱི་ཅིག་ཚོང་ལས་སྒུལ་ཤུགས་ཀྱི་ཅིག་དང་དེའི་མྱུ་གུ་འཚོ་བ་གི་དེའི་ཆ་རྐྱེན་ཇེ་བཟང་གཏོང་རྒྱུ་དེ་ཚང་མ་རེད། ད་སྔར་གྱི་དེ་བཤད་ན་ཆེར་གི་རེད་ཟེར་ན་དེ་གཙོ་བོ་ད་སྔ་དེ་འབྲོག་ས་གི་གླགས་ཆགས་ཡོད་དེ་འབྲོག་ས་ཟེར་ད་གཟིགས་ད་སྔ་ཡིན་ན་ཆ་རྐྱེན་མི་ཧྲག་དེ་ཟིག་རེད་ཟེར་ན་འབྲོག་ས་ཡིན་ན། སྒྲོག་ཁབ་ཀྱི་མོ་དེ་གའི་འབྲོག་ས་ཆར་སྐྱེས་མ་ཧྲ་ལ་ང་རང་ངམ་བཤད་ན་ཆོག་འདུག་གོ་ད། ཅིག་གི་དཔེ་ཆ་དེ་བཏོན་ནས་སློབ་གྲྭ་ཆེད་དུ་འགྱུར་རྒྱུའི་དུ་རུའི་བསམ་ཚུལ་མང་མེད་གི་ད་རང་གི་ཅིག་བསམ་ཚུལ་གཙོ་བོ་ཟིག་རེད་ཟིན་ན་ད་ཅིག་རང། ནོར་འཚོལ་རྒྱུ་ཕྱི་གོས་བཞུགས་གི་ད་ནོར་ལུག་འཚེ་ལས་དེ་གའི་རང་གི། གན་གི་གནས་ལ་སོང་བའི་བྱ་བྱེད་ཉག་རེད་ད་དུ་མོ་ཟིག་བསམ་ཚུལ་ཟིག་གཙོ་བོ་དུ་མོ་ཟིག་བཟང་དང། ད་ལོ་དགུ་གི་ཐོག་གི་ད་འདིའི་སློབ་ཆུང་ང་སོང་ངས་དེ་ག་སློབ་འབྲིང་རྒྱལ་སྲུང་བས་ད་ང་འདི་དེ་སི་རི་མཚོ་སྔོན་གྱི་དབུ་རྒྱན་འཛིན་གྲྭ་ཙེ་ཏོ་མུ་ཟི་ཀི་ཐོག་འགྱུར་རྒྱུའི་གོ་སྐབས་སུ་བྱུང་བས་ད་ང་དབུ་རྒྱན་འཛིན་གྲྭ་སྲུང་བས་ད་དབྱིན་ཡིག་དང་དབུ་རྒྱན་གྱི་གཞུང་བས་གཙོ་བོ་དེ་གཉེར་ཀ་རེད་དེ་ག་ད་འདི་འཛིན་སློབ་གྲྭ་དེ་སྲུང་བས་ད་ཤི་གི་ཅིག་ང་རང་བསྒྱུར་བ་ཆེ་ཙི་བྱུང་སོང་ཚིག་རེ་ཟིན་ན་ཚིག་འདི་སློབ་སློབ་གྲྭ་གི་དེ་དབྱིན་ཡིག་གི་དགེ་རྒན་ཚང་མ་ད་ཕྱིར་སྦྱར་གི་ཡོང་ལེ་རེད་ད་འདི་སློབ་ཁྲིད་ཀྱི་ཐབས་ལམ་ན་ད་ནི་ཚང་མ་མི་འདྲ་གི། ད་ང་རང་ལྟས་ན་ཅིག་ཤི་གི་ཅིག་ཕན་ཡོན་ཆད་ཟེར་འོད་ཁྱོད་དེ་མ་ཚད་དེ་མིན་ན་དགེ་འདི་དགེ་རྒན་ནས་ད་ཚིག་རེད་ཕྱིར་བསྐྱར་ག་དགེ་རྒན་ནས་ད་སློབ་མ་ནི་དེ་རྒྱབ་སྐྱོར་ཞིག་ལས་ད་མ་ངར་གི་ཞིག་བཀྲུས་ལས་ད་རང་གི་ས་ཆ་འདི་གཞན་ཕན་གི་བྱ་བ་ལས་ཅུ་དེ་བཞག་ག་རྒྱབ་སྐྱོར་ཞིག་གི་ཞིག་ད་ངས་ཐང་དང་བོ་འདི་མ་ངར་ཞིག་བཀྲུས་ལས་ད།

གཙོ་བོ་དེ་སེམས་ཁམས་རིག་པ་རེད་པ། དུ་བཏོན་ནས་ད་དེ་ག་ད་ལོ་དྲུག་ག་ད་འདི་བྱ་ལས་དཔེ་ཆ་བཏོན་ད་ལྟ་མོ་བྱས་ད་དང་དེ་ག་ད་ཉིས་སྟོང་བཅོ་ལྔ་ལོ་ག་ད་ང་ཕྱིར་ར་ཡོང་ངས་རང་གི་ཕ་ཡུལ་རེད་ད་འོ་ད་སྤྱི་ཚོགས་ཕེ་ལེ་གི་འདི་དེ་ཕྱིར་གྱར་གི་ད་ཕྱིས་གི་ཅི་མང་ང་ཟིག་བྱ་མང་ཟིག་ལས་དང་དེ་བཞག་གི་ད་ང་ཅིག་ཉམས་ལྡན་ང་ཅིག་མང་ཟིག་ཁྱོད་ཟིག་ཅི་རེད་པ་ད་ཅིག

ནས་དམངས་ཕྱུག་དང་འབྲེལ་བ་ཚང་བ་དང་ནས་དམངས་ཕྱུག་གི་བསམ་ན་གོ་སྐབས་ཚང་མ་ད་གྲོང་ཁྱེར་ནང་ན་གྲོང་ཁྱེར་ཆེ་གི་ནང་ན་ཡོད་གི་རེད་ཚང་མ་ད་ཧུའེ་ཤ་ཟི་དོ་ན་ལ་ཨོ་ད་གྲོང་ཁྱེར་ཆེ་སོང་ན་ད་ཁྱོད་ཤེས་གི་ཅིག་གན་རེ་གོ་སྐབས་ཆེ་ཡོད་གི་ཨང་བྱ་བ་ཡོད་ག་ལ་ཡིན་གི་ཚོང་ཡག་པོ་ཞིག་གི་དུ་མོ་བསམ་དང་ད་རང་གི་ས་ཆ་གི་ད་འདུག་ཉེན་ཡོང་གི་དུ་མོ་ཟིན་དེའི་སྐྱོན་གི་ད་ངས་བསམ་ན་ཨོ་ད་འདི་ད་ལྟ་ཡིན་ན་འདི་སྲིད་སྐྱོང་གི་བཤད་ན་ཅིག་རེད་ཟིན་ན། འདིའི་ལྷོ་ཕྱོགས་ཀྱི་འདི་ཁེ་ལས་ཆེན་པོ་སྣེ་ལེན་བྱས་ནས་ད་ནུབ་ཕྱོགས་ལ་ཡོང་བའི་ད་ནུབ་ཕྱོགས་ཀྱི་འདི་འཛུགས་སྐྲུན་བྱེད་ཀྱི་ཐོག་ཞིག་གི་རྒྱབ་སྐྱོར་བྱས་ཟེར་དང་རེད་དེ་ག་ད་ཡང་གཞན་པ་ཟེར་ན་ལ་ང་རང་གི་བསམ་ན་ཡོང་སྒོ་འདི་ནུབ་ཕྱོགས་ཀྱི་མང་ཚོགས་ན་འདི་གོ་སྐབས་འདི་ཡོད་དེ་ལག་ཤེས་འདི་ཡོད་དེ་འདི་ཤེས་བྱ་འདི་ཡོད་ན་ངས་བལྟས་ན་འདི་ནང་དུས་སྐབས་འདི་ལྟ་ནས་གོ་སྐབས་འདི་ལྟ་ནས་ད་འདི་ནུབ་ཕྱོགས་འཛུགས་སྐྲུན་བྱེད་ཀྱི་འདི་ནང་ཞུགས་ན་ངས་བལྟས་ན་ཞིག་ཡག་པོ་རེད། གཙོ་བོ་གར་དེ་ཡོང་དགོས་ཡིན་ན་ལག་རྩལ་དུ་ཡོད་དེ་ཤེས་བྱ་དུ་ཡོད་ན་ཡོང་དགོས་ཡིན་ན་ལ་ད་ཤེས་གི་ཤུགས་བྱ་ན་ཡོང་དགོས་འོད་ས་དེ་ན་ད་མང་ཤས་ཚོ་འོད་ས་གི་དེ་གྲོང་ཁྱེར་ནང་གི་ཡོང་ལེ་མ་རེད་འབྲོག་ས་ནང་ཤང་ས་ཡོང་ལེ་ད་ཡོང་དགོས་བྱ་ན་འདི་རིགས་ཤེས་བྱ་དུ་ཡོད་དེ་ད་ཐོན་ཁང་དུ་ཡོད་ན་ཡོང་དགོས་ལ་བསམ་པ་ཅི་འདྲ་འདྲ་དེ་གྲོང་ཁྱེར་གི་དགོས་མཁོ་དང་ཡོང་དགོས་འདི་ས་གནས་གི་ཐོན་ཁང་གཉེར་ཁ་མཉམ་འབྲེལ་བྱེད་ལེ་དུ་མོ་གི་ཐོག་གི་ངས་ལྟས་ན་དཔལ་འབྱོར་དུ་དར་དར་རྒྱས་གི་གཏོང་ཐབས་དུ་མོ་ཟེར་རེད། དེའི་གཟུགས་པོ་བཤད་ན་ང་རང་གི་བསམ་ན་དེའི་ཉམས་འགྲེལ་གྲོང་ཁྱེར་དང་ཞང་གྲོང་གཉིས་ཀྱི་ཉམས་འགྲེལ་འདི་གང་ཞིག་དང་ན་ཕྱིར་གི་རེད་ཟེར་ན། གཙོ་བོ་འདི་ཡོང་སྒོ་སྤྱི་ཚོགས་ཁེ་ལས་པ་ཟེར་ཡིན་ན་ཡོང་གི་ཚོང་ལས་འདིའི་ཁ་ཕྱོགས་འདི་ཉམས་མྱོང་ཡོད་གི་ཚིག་རེད། ཚིག་རེད་དུ་ཚིག་ཟེར་ན་ཉམས་མྱོང་ཡོད་གི་ཟེར་ན་ཚིག་རེད་ཟེར་ན་འདི་ད་ཡོང་སྒོ་འདི་ད་ཚོད་ཀྱི་འདི་རྒྱ་སྐད་བཤད་ན་ཧྲི་ཁྲང་ཆུས་ཧྲི་འདྲ་མ་ཟེར་རེད། དེ་ཉམས་མྱོང་དུ་ཡོད་ན་ཡོང་སྒོ་རང་གི་ཐོན་ཁུངས་སུ་ཟིག་ཡོད་ཚུལ་དེ་ལྟ་ཐུབ། དེ་གཉིས་མ་ཟིན་ན་ལ་ཟིག་རེ་ཟིན་ན་ཡོང་སྒོ་དར་ནག་གི་ཐོན་ཐོན་ཁུངས་ཡོད་ན་ཡིན་ཡང་ཡོང་སྒོ་ཐོན་ཤོང་མི་བྱེད་ཨ་ཐོན་བྱེད་མི་བྱེད་རེད། ཤེས་གི་ཅིག་རང་གི་དེའི་ཐོག་རིན་ཐང་ཡོད་ལེ་ཟིག་མ་བྱས་ཟིན། རིན་ཐང་ཡོད་ལེ་ཟིག་མ་བྱས་ན་ཟིག་རེ་ཟིན་ན་ཡོང་སྒོ་དེ་ས་གནས་དེའི་ཐོག་ཨོ་ད་ཡོང་སྒོ་དག་འདི་ཚོང་ཟིག་བྱས་ན་ད་ཚོང་དུ་ཐུབ་ཀྱི་རེད་པ་མ་རེད་ད་དུ་མུ་བསམ་ཁ། ད་གར་དེ་ཡིན་ན་ད་ལྟ་ཡིན་ན་འདི་ངས་བལྟས་ན་བུ་ཚ་གི་ལ་ད་འདི། སྤྱི་ཚོགས་ཁེ་ལས་མང་ཁུལ་དང་དཔེ་གཞི་བཞག་ན། ནོར་སྲིད་ཀྱི་དང་ལ་ལས་དོ་ལས། ཅོ་དང་རྐང་གི་ནད་ཀྱི། ས་མ་གཞག་གི་ལས་དོ་ལས། དུ་མོ་མང་ཁ་དེ་ཡིན་ན་ད་སྔ་ཡིན་ན་ཡོང་གི་དུ་མོ་ཟི། དུ་རུ་ཟི་མེད་ཁ་དུ་རུ་འཆར་གཞི་ཟི་མེད་ཁ་དུ་རུ་ཟི་གི་བསམ་འཆར་ར་མེད་ཁ་ད་ཡོང་གི་རང་རང་གི་ཐོན་ཁང་ཨར་ཏི་ནས་ད་ཚོང་ལས་འདིའི་དགོས་མཁོ་ཟི་སྐོང་རྒྱུའི་དུ་ངས་བལྟས་ན་ད་སྔ་མེད་ཁ་ད་ད་ཚོད་ཡིན་ཀྱང་ད་ཕྱིས་ཀྱི་ཅི་འགོ་བརྩམས་དུས་ཐོག་དུ་མོ་ཟི་རེད། དེ་སུམ་པ་བཤད་དོན་ཟིག་རེད་ཟེར་ན། འདི་གྲོང་ཁྱེར་དང་ཞང་གྲོང་གཉེར་ཁག་གི་ཐོན་ཁུངས་གྲོང་ཁྱེར་གྱི་རྒན་ཁོག་དང་ཞང་གྲོང་གི་ཐོན་ཁུངས་གཉེར་ཁག་མཉམ་འབྲེལ་བྱས་ན་འདི་ཐོན་རྫས་གསར་གཏོད་བྱེད་དུས་འདི་ཐོག་ཞིག་གི་ངེས་བརྟེན་ནམ་བཀོལ་སྤྱོད་བྱེད་ཟེར་འོས། ད་དཔེ་ཟིག་བཞག་ན་ངོས་སུ་རང་གི་ལས་དོན་ལས་ཟིག་རེད་ཟེར་ན་འོག་མ་གི་དེ་འདག་རྫས། འོག་མ་གི་འདག་རྫས་ལས་ན་ཟིག་རེད་ཟེར་ན་ནང་རྫས་འགྱུར་མེད་འོག་མ་གི། ད་འོག་མ་འདི་ཕྱིར་གྱིས་ཟེར་ན།

གཏོར་རྒོལ་ཞེས་ད་ལྟའི་ཚོང་ལས་སྐྱོན་ན་ད་ལྟའི་གན་རྒྱའི་དུ་བྱ་སྤྱི་བཟོ་ལས་ཚིག་རེ་བཟོས་ན་དེ་སྔོན་ན་ངའི་ཚོང་ལས་འདི་མགོ་བརྩམས་དང་ད་ལྟའི་འདག་རྫས་ཕྱིར་གི་བཙོང་རྒྱུའི་བསམ་བློ་དུ་མ་བཏང་ས་ད་ལས་རྒྱུའི་ཐོག་ལ་ཤུགས་ཆེན་ཤུགས་ཀྱིས་ཐོག་བཞག་དང་ད་ལྟ་ཕྱིར་གི་ལས་རྒྱུའི་ནི་དུ་བསམས་དང་དེའི་ཚོང་ལས་དུ་ཆི་མོ་ཟེར་མ་བསམས་དེ་ཚིག་རེ་བཟོས་ན

ཚང་མ་མདོག་སྣ་མ་སྣ་ཚོགས་དྲི་མ་སྣ་མ་སྣ་ཚོགས་ཚང་མ་ལས་ན་ལས་ཐུབ་ལས། དེ་ད་ཚོང་ར་ནང་མ་བལྟས་ས་ཚོང་ར་ནང་མ་བལྟས་ལ་ད་ལོ་ཞིག་གི་བཞུགས་བ་ད་ཉིས་སྟོང་བཅོ་ལྔ་གི་ལོ་འགོ་ཙམ་ནས་རེད་ཉིས་སྟོང་བཅུར་གི་ལོ་འགི་ཚེ་བདག་ཚེ་ཁར་ཅག་བཙོང་མ་ཐུབ། དེ་ཚེ་རེས་ན་ཚོང་ར་ནང་མ་བལྟས་ས་རང་གི་བུ་ཚ་དེ་གང་ཆེ་སོང་ན་དགོས་ཉེན་མེད་ཁ། དེ་གི་ད་ཞིག་གི་དེ་ག་འདྲས། ཡོང་གི་ཚ་འདི་གི་ཚ་ཞབས་བཤད་ན་ད་འང་གི་འདིས།

ད་འདི་ཤོད་ཤུགས་ཆེ་ཟེར་འདི་དེ་ཀྲུང་གོ་ཚི་རན་ཧུའེ་གི་དུ་མོ་ཟེར་བྱེད་ནི་རེད་མོ། འདི་ཞིག་གི་གར་ཆེན་པོ་ཟེར་རེད། ཕྱིར་གི་རེད་ཟེར་ན་ཕྱི་ཚགས་ཁེ་ལས་ཟེར་ཡིན་ན་ཚིག་དེ་ནང་དོན་ཚིག་རེད། ཁྱོད་ཚོང་ལས་ཟེར་ཡིན་རང་ཁྱོད་ཕྱི་ཚགས་ཕན་པ་ཟེར་འོད་ད་གཙོ་བོ་རེད། ད་ངོ་སོ་ཡིན་ན་དེ་ཚོང་བྱེད་དོར་ཡིན་རང་ད་གཙོ་བོ་ཟིག་རེད་ཟེར་ན་བུད་མེད་ད་ད་འདི་ཕན་ཐོགས་ཟེར་འོད་རེད་དུ་མོ་ཟེར་རེད། ད་འདི་འདི་ཧྲི་ཧུའེ་ཆི་ཡེ་ཟེར་ད་འདི་དེ་འདིའི་དོན་སྙིང་མི་འདྲ་ལུགས་ཉན་ནས་བཤད་ཚུལ་མི་འདྲ་གི། ད་ཡིན་ཀྱང་རང་རང་གི། ཞིག་གི་ད། ཕྱིར་གི་བཤད་ན་ཟིག་རེད་ཟེར་ན་ཞི་ཚགས་བ་ཕན་ཐོགས་ཟེར་བ་དེ་དུ་མོ་ཟེར་རེད། ཨང། འདི། དུ་མོ་ཟེར་ད་ད་ཚོད་ད་ཧྲི་ཧུའེ་ཆི་ཡེ་ཡོང་དགོས་ཡིན་ན་ད་ད་ཚོད་ཡིན་ན་ཧྲི་ཧུའེ་ཆི་ཡེ་གི་འདི། ད་གྲུ་ཚིགས་རེད་ཨང་གྲུ་ཚིགས་ཤིག་ན་འདི། ཧྲང་ཧའེ། ཧྲན། ཧྲིན་ཀྲིན། ཁྲིན་ཏུའུ། འདི་གསུམ་པོ་མི་མཐུད་གཞན་པ་དང་གི་ཧྲུའུ་གི་ཆེད་དུ་གྲུ་ཚིགས་མི་ཐུབ་ཁི། ད་ངུ་སུ་འདི་ཀུན་སི་འདི་གྲུ་ཚིགས་བྱས་ན་ལ་ཀུན་སི་གི་མྱང་གི་མི་ནི་ཧྲུའུ་གི་ཆེད་དུ་ཡིན་ཙི་ནི་གྲུ་ཚིགས་མི་ཐུབ་ཁི། དི་གཙོ་བོ་རེད་ད་ཡིན་ཀྲང་ངུ་སུ་རང་རང་ང་མི་གཡེར་ཡོད་ཁ་མི་གཡེར་དི་གཙོ་བོ་རེད་མི་གཡེར་དི་གི་ད་ཁྱོད་ལམ་དུ་ཅི་ནས་འགྱོ་ན་རེད་དི་གཙོ་བོ་རེད། འདི་ངུ་སུ་འདག་རྫས་ལས་དུ་ལས་བདེ་ཡ། ད་ལྟ་འདག་རྫས་ལས་དོ་ལོས། ད་དཔར་སྣ་མ་སྣ་ཚོགས། ད་ཡིན་འདྲ་བར་ཚིག་རེ་བྱས་ན་ངོ་སོ་བདེ་བ་ཆུང་ཆུང་ཟིག་ཡིན་ན་ལ་ཉི་སྣ་མ་སྣ་ཚོགས་ཡོང་ནི་རེད། སྦྱར་ཁ་གཞན་པ་ཡིན་འདྲ་ཆོག་གི་སྦྱར་ནང་གི་ཡིན་ན་ཆོག་གི་ད་དེ་ཉིན་འགའ་རེ་ཚོང་བ་རེད་ཨ་འདག་རྫས་ཉོ་ལ་ཡོང་ནི་འགའ་རེ་ཚིག་རེ་བྱས་ན་རོགས་བྱེད་ལ་ཡོང་ནི་དུ་མོ་ཡོད་ཁས་ཆོག་ཤི་སེམས་དུ་ཡོད་ན་ཉིན་གཞན་པ་གི་ཆོག་རོགས་བྱེད་ནི་དུ་གཙོ་བོ་རེད། དེའི་དཔར་མདའ་ནི་ཚང་མ་གཞན་པ་གི་མྱི་གི་ལག་ནས་རེད་ད་ངི་ཚོ་རང་གི་དཔར་ཟི་ལེན་ཐུབ་ནི་མ་རེད་ད་ཅི་ཡིན་ན་ལ་ཞིག་གི་ཅི་དཀའ་དངོས་ཅི་རེད་བདེ་བ་ཟི་གི་ནང་གི་ལེན་ན་ད་ང་རང་གི་བསམ་ན་དེ་ཟིག་རེད་ཟི་ན་ཡོང་སྒོ་ཀྲུང་གོ་གི་ནུབ་ཕྱོགས་ག་ལྟེ་ན་ཡོང་སྒོ་ས་ས་ཚུགས་གི་ཐོག་ག་ལྟེ་ལ་ཞོག་ཁོ་ཡོང་སྒོ་རིག་གནས་གི་ཐོག་ཞིག་ལ་རིག་གནས་སྣ་མང་ཡོད་ལུས་ཨང་རང་གི་ཐོན་ཁང་ཚང་མ་ཅིག་མི་འདྲ་ལུས་ད་ཡོང་སྒོ་འཚོ་བ་ཡོང་སྒོ་ཚང་མ་ཡོང་ཚུལ་རེ་ཡང་ན་བསམ་བློ་བཙུགས་དང་ན་ཡོང་སྒོས་ཐོན་ཁུངས་ཚང་མ་མི་འདྲ་གི་འོ་ཚ་ཟེར་ཡིན་ན་ལ་ཚ་འདིར་མ་གི་འདི་ཐོན་ཁུངས་འདི་ཡང་གཞན་པ་ཟེར་རེ་གན་གི་ཡང་ཐོན་ཁུངས་ཡང་དུམ་ནས་གཞན་པ་ཟེར་འདི་ཚང་མ་ཐོན་ཁུངས་གི་འདི་རིན་ཐང་ཚང་མ་མི་འདྲ་གི་ཡིན་ཀྱང་ད་ང་རང་གི་རེ་བ་ཟེར་ཡོད་ན་ཟེར་རེ་ཟེར་ན་ཡོང་སྒོས་ན་གཞོན་ཚོ་གི་ཚང་མ་གི་རང་གི་ད་ས་ཕྱོགས་གི་ཐོན་ཁུངས་ལྟེ་ལས་ད་རང་གི་ཅིག་དེའི་ཐོན་རྫས་གསར་གཏོད་བྱེད་ལས་དེ་གི་འདི་གན་གི་བྱ། དེ་གཞན་པ་ལས་རྒྱུད་དུ་གཙོ་བོ་རེད་རང་གི་ས་ཕྱོགས་ལས་རྒྱུད། དེ་ད་སྔ་ཡིན་ན་གོ་སྐབས་ཚང་མ་ད་གྲོང་ཁྱེར་ཆེ་གི་ནང་ན་ད་སྔ་རང་གི་ལྟས་ན་དེ་གོ་སྐབས་ཚང་མ་དེ་རང་གི་ས་ཆ་ས་ཕྱོགས་ན་ཡོད་ཀྱི། ཡོང་གི་ས་ཕྱོགས་འདི་སུག་རེད་ཟེར་ན་སུག་ས་ཤི་སོང་ས་ཤི་སོང་དེ་སུག་རེད་ཟེར་ན་ཡོང་གི་དེ་ད་དེ། དེའི་དཔལ་འབྱོར་གྱི་ཐོག་དར་སྤེལ་བྱེད་རྒྱུ་དེ་གོ་ཐབས་བྱེད་ཁ། འདི་ས་ཚིགས་ས་ཞིག་སོང་ན། ཚིག་ལས་རྒྱུ་དེ་གྲོང་ཁྱེར་ཆེ་གི་ནང་སོང་ན་ད་གཞན་པ་གི་ལས་ཐབས་ལས་ཀྱི་ཚང་མ་ལས་དང་ཟེར་མོ་ད་ཁྱོད་ལས་ཀྱི་མ་འང་མེད་ཁུ་ད་དེ་ངོ་མ་རེད་དེ་རིགས་བཤད་ན་ཅིག་བསམ་བློ་ཙི་བཏང་ན་དེ་མོ་ཟེར་རེད། ད་རང་གི་དེ་རིགས་གན་ཡིན་ན་རང་གི་ས་ཕྱོགས་གི་དེ་མོ་གན་ཞིག་ལས་ད་འདི་མཇུག་གི་ལོ་ན་ཡོང་གོ་ཞི་ཚུགས་ཁེ་ལས་བ་ཟེར་ཡིན་ན།